སྤྲིན་གྱི་སྒེར་འཕར་ལྟད་མོ་ཞིག་འདུག་ཐུག་གི་མ་གཏོགས་དྲན་རྒྱུ་མང་པོ་ཞིག་འདྲ་མི་འདུག་གོ་ཚད་ཚོ་ཚད་དེ་རིགས་འགྲུབ་ཐུབ་མ་རེད། ཁྱོས་ཟེར་ཡག་དེ་སྡོང་པོ། མ་ཤེས་གོང་ནས་ཤེས་དགོས་རེད། ཤེས་ནས་ཐམས་ཅད་ཆ་ཚང་མ་གོ་དགོས་རེད། གོ་ཚར་ནས་ཕན་ཐོག་མ་རེད། དེ་ཡིས་དེ་ནས་ཉམས་སུ་ལེན་ལས་དེ་ནས་སྒྲུབ་པ་མཐར་ཕྱིན་པ་བྱེད་ཐུབ་དགོས་རེད།

ཁྱེད་རང་ཚང་གི་ང་ཚོའི་ཚང་གཅིག་ཤེས་ངེས་དོན་མ་རེད། དེ་ཁྱོད་ཀྱི་སྒོར་མོ་རེ་རེ་སྐྱེས་ན་སེམས་ཅན་ཚང་གི་བསྲུང་བྱའི་སྒོར་མོ་ཐོབ་ཐུབ་པའི་ཤ་སྟག་ཡོད་རེད། ཡིན་ནའང་ང་རང་ཚོ་རང་སོ་སོའི་ག་རེ་ན་ཆོས་སྐྱིད་དེ་དོ་དན་ཞིག་ཡག་པོ་ཞིག་བསྒྲུབ་འདུག་ན་ཐམས་ཅད་ཀྱིས་ཁྱོད་ཚང་གི་སྐྱིད་འདུན་དེ་རང་གིས་ཐོབ་གི་རེད་ཤེས་ཀྱི་རེད། ཤེས་མདོག་མང་པོ་བྱས་ན་ཤེས་མདོག་ཚང་གཅིག་ཟ་ཐུབ་མ་རེད། ཡིན་ན་ཤེས་མདོག་སྐྱིད་དེ་ཟ་ན་དེ་འགྲིག་གི་རེད། འོ་དེ་འདྲ་ཞིག་ནི་དེ་ལྟར་མི་དགོས། དྲག་པོའི་སྒང་ནས་དེ་སོགས་འདི་བྱས་ན་ཉམས་ལེན་བྱས་ན་དེ་ནི་རང་དབང་སོགས་སོགས་ཀྱི་ལས་ཀྱི་ཚེ་རང་ལས་བསགས་པའི་ལས་ཀྱི་དུས་དྲུག་ཐོབ་ནས་མར་རིག་མར་གྱི་ནོར་ཐོབ། དེ་དེ་ལས་ལྡོག་པ་ལ་བརྟེན་ནས་དེ་རང་གི་རྒྱུད་ལ་ཉམས་དང་རྟོགས་པ་དེ་གོང་འཕེལ་ཡོང་རྒྱུ་ཡོད་རེད། དེ་ནི་ཤེས་ཡོན་གྱི། རང་ལ་ཡེ་ནས་ཡོད་པའི་སྣང་མཚན་གྱི་ཡེ་ཤེས་དེ། གང་ལྟར་ཡི་མཚན་ཉིད་ཅན་དེ་རང་གི་རྒྱུད་ལ་ཡེ་ནས་ཡོད་པ་ཤེས་འདོད་ཀྱི་དོན་རེད། དེ་ལ་བསྐྱེད་རྫོགས་ཀྱི་ཉམས་ལེན་ཤུགས་ཆེན་པོ་བྱེད་དགོས་ན་དེའི་ནུས་པ་དེ་ཡང་ཤུགས་ཆེ་རུ་ཆེ་རུ་ཆེ་རུ་སད་དགོས་ཀྱི་རེད། ནང་བསྟན་གྱི་སངས་རྒྱས་ཡེ་ཤེས་དེ་རང་གི་རྒྱུད་ལ་གཏད་དེ་ཡར་གསལ་བར་གནང་བ་དེ་རང་གི་ཡོན་ཏན་ཐམས་ཅད་ཀྱི་དུས་རང་ཤུགས་ཀྱིས་ཤེས་ཡོང་གི་རེད། རྫོགས་པ་ཆེན་མོའི་རྣལ་འབྱོར་པའམ་མངོན་ཤེས་ཐམས་ཅད་ཀྱིས་དེ་སློབ་སྦྱོང་བྱས་ནས་ཧ་ཅང་མཁས་པོ་བ་ཟེར་རྒྱུ་བ་དེ་ཅི་ཡོད་མ་རེད་དེ་རང་སོར་ཉམས་སུ་ལེན་ཏེ་ཉམས་ལེན་བྱེད་རྒྱུ་བ་དེ་རང་ཤུགས་ཡོན་ཏན་ཐམས་ཅད་ཡར་རྒྱས་ཀྱི་ཡོད་རེད།

དགའ་སྟོན་ཁྲི་པར་མཛད་ནས་ལོ་མང་པོ་བཞུགས་ནས་དེ་ནས་དགའ་སྟོན་ཁྲི་པར་བཞག་ནས་དེ་ཁོང་ཁམས་ནས་མ་བྱོན་སོང་བས། ཨ་སེ་འདི་དགའ་གསུམ་སུ་དགའ་སྟོན་འབའ་ཞིག་ནང་ནས་ཡོན་ཏན་ཆེ་ཤོས་དང། འབའ་མ་ཟེར་གྱི་དེ་ཚེར་ཡོན་ཀྲོག་ཆེན་པོ་རེད། དེ་དགའ་སྟོན་ཁྲི་པར་ཁོང་གི་དགོངས་པ་དྲུག་མོ་བྱིས་པའི་སྐད་གྲོགས་ཆེན་མོ་དེ་ག་འདྲས་ཀྱི་ཡོད་ན་དེ་དྲི་བ་བྱེད་འགྲོ་དགོས་དུས་དགོངས་རེད།

པའི་ཧ་འདྲ་གྱི་ལས་ལས། འདི་འདྲའི་དྲག་པོའི་སྐྱིད་སྣང་ནུས་ནུས་མིན་བླ་མ་འདི། ད་འདྲའི་ཁྱད་པར་དེ་བྱུང་ཡོད་ན་དགོངས་རེད། གང་གི། དགའ་ལྡན་ཁྲི་པ། ལོ། སྟོད་ལྔ་ཉེར་བཞི་གསུམ་དུས། དཔེ་ཆ་གཟིགས་ནས་དེ་འདྲའི་ཁྲི་པ། དོན་གསུམ་པ་དེར་བ། དེ་གོང་རིག་གི་དཀའ་ལས་དེ་ཚེ་དེ་འདི་ཡོད་དེ། ད་རུང་དེའི་ལྷག་ཏུ་དེ་བ་སྤྲོ་རིན་པོ་ཆེ། ཡོད་ཁྲི་འོང་དེ། དེ་ཁོང་ཧ་འདྲ་གྱི་ལས་སུ་རེད། དེ་རྒྱབ་བརྟེན་བྱེད་པ་དེ་ཚེ་དཔེ་ཆ་ག་ནས་བལྟས་ཡིན་དེ་དེ་རེད། བ་དྲུར་མོ་ཆེ་ང་སོ་གཉིས་མ་པ་ལས་རྫོགས་པ་ཆེན་པོ་ཚེ་མེད་ཀྱི་སྒང་རྒྱལ་དེ་སྒང་དེ་བྱས་དེ་དེ་ཙམ་གྱིས་ལ་ང་སོ་དཀའ་ངལ་གྱིས་བརྩི་གི་མ་རེད་གསུངས་རེད། རང་གི་རྟོགས་པ་ཉམས་དེ་ཡར་གྱི་འཕེར་འོང་དུས།